མཚོ་སྔོན་མི་རིགས་སློབ་གྲྭ་ཆེན་མོ་གི་ནང་བ་གཅིག་གི་སྲུང་བ་ནི་ད་དེ་ནི་མཐར་ཕྱིན་མི་འདྲ་བོ་དེ་རེད། དེ་གི་ལེགས་ཉེས་གི་སྟངས་ན་ཡོད་ནི་སྐབས་དེ་ད་ཁོང་གི་ཅིག་བྲིས་སྟངས་ནི་གི་ད་གསུང་རྩོམ་རྩོམ་ཁ་ཤས་ངས་སྔོན་མ་གི་ལྟ་མྱོང་བ། ད་ལྷག་པར་དུ་ཅིག་སྐབས་དེ་ད་ཅིག།

ད་སྐབས་འདི་ལྟར་ཅིག་ཙི་གེ་ཟི་འོག་གི་སྔ་མ་བས་ད་ཅིག་རྩོམ་རིག་གི་སྔ་མ་བས་མཁས་པ་ཟུར་ཙམ་ནང་དུ་མུ་མཐུད་ནས་ཆུ་ར་ཙི་གེ་ཙི་གེ་རེ་བསྟི་ནི་རེ་བྲལ། ད་དེ་སྐབས་འདི་ཅིག་གསར་རྙིང་ཅིག་ད་ད་བར་གྱི་ཅིག་སྐབས་དེའི་ཟེར་རྒྱུར་འོ་ད་དེ་སྒྲུང་རྩོམ་འདྲ་མང་དེ་མོ་གི་སྒྲུང་རྩོམ་གསར་བ་གི་ཉམས་ཡང་ཡོད་ནི་ད་ང་ཚོ་བོད་རང་གི་འབྲི་སྟངས་ཡང་ཡིན་ནི་འོག་གི་སྐད་ཆ་དང་ཡི་གེ་བསྐྱེད་ཡོད་ནི་དེ་ནང་གི་ཡང་ད་ཅིག་ཆུ་ཟི་དགོན་འགྲོ་ཡི་གེ་གི་ད་བདག་གསར་རྙིང་ཚིག་སྣ་གཅིག་མི་འགྲིག་སྐུ་བདག་དག་ཅིག། ཙི་གེ་ཟི་ཁ་སྐུ་བདག་ཙི་གེ་བསྟན་འོག་ནས་ཡི་སྐུ་བདག་ཡང་རྩ་བའི་ཆ་ནས་འཆིག་མེད་ནས་ཅིག་གཏི་མུག་གི་དེའི་འཛིན་མཚམས་འདྲ་མོ་ཅིག་དབུས་ཤངས་མཚམས་པ་ཡིན་ནས་བལྟ་ན་འདོད་ནས། གཏི་མུག་ཟིག་གི་ཚོར་བ་ཞི་མྱོང་བ་དེ་འཇགས་ནས་ད་ལྟ་ཨི་རིག་སྟེ་ཡིན་ནི་གཏི་མུག་སྔ་མ་ལྟ་གི་འདུག་མྱོང་བ་ཡ། དེ་ནས་ད་ལྟ་ལྟ་བུ་གི་ཁུང་གི་རྩོམ་ཁ་ཤས་ལྟ་གི་འདུག་མྱོང་མྱང་ཡང་ཤེས། ད་ལྟ་དེའི་མྱང་གྲགས་ཐོག་མ་ཡོང་དགོས་ནི་ད་ཁོང་ཚོ་ནི་ཕར་ཆེར་གཏི་མུག་ཟིག་གི་སྐབས་རེད་མོད། དེ་ནས་རྗེས་མ་སློབ་གྲྭ་གི་ནང་སོང་བས་ནི་ད་ལྟ་ཙི་གིའི་མུ་ན་བེ་རྗེ་ནས་ཐོག་ནི་དུ་མའི་དུས་ན་ད་ངའི་ཆུ་བོའི་འཛིན་གྲྭ་དེ་འོག་གི་ཅིག་དང་བོ། ད་དེ་གཅིག་འཆར་འགོད་འགྲོ་བ་ཡིན་ནི་དེ་ནས་ད་གཅིག་བདག་གཙོ་བོ་ཡིན་ནོ་ད་དགེ་རྒན་སོ་སོ་གདན་འདྲེན་བྱེད་ནི་ཡིན་ནོ་ད་སློབ་ཁྲིད་གཙོ་བོ་གཅིག་ཏུ་མཁན་ཟེར་གི་ཡིན་ནོ་དེ་ཚོ་ཚང་མ་ད་ཕར་ཆེར་དགེ་རྒན་དོན་གྲུབ་རྒྱ་ཁོང་རང་གི་ཅིག་འགོད་ཡིན་ས་ཡོད་ནི་འདྲ་མ་ད་དུ་མུ་ཟི་གི་ཚིག་ག་རེད་དེ་ནས་ངའི་ཆུ་བོའི་འཛིན་གྲྭ་བདག་ཡིན་ནོ་ར་རེད་ད་འོ་ཡིག་གི་སློབ་ཁྲིད་དུ་འགོད་ནས་བཟུང་སྔ་མ། གཙོ་བོ་དེ་ཁོང་རིགས་ཀྱི་སློབ་ཁྲིད་ཡིན་ནི་རེད་མོད། དེ་གི་གཞན་པ་གི་ད་དགེ་རྒན་སྐབས་དེ་འོག་གི་ད་མཁས་པ་ཆེན་པོ་དམངས་གྲགས་ཅན་དེ་ཚོ་དཀོར་གཟིགས་བརྡ་འཕྲིན་ནི་རེད་དེ་ཚོ་ཚང་མ་ཁོང་གི་འབྲས་གཏུགས་ཡིན་ནི་བརྡ་འཕྲིན་ཡས་ཀི་ད་འོག་གི་དེ་གི་ད་དེ་སོང་ན་ད་ཤི་ནོ་ཏན་ཡ་ད་དེ་ནི་ད་ང་ཚོ་ལོ་གཉིས་གི་རང་ད་ང་ཚོ་གི་དགེ་རྒན་ཡིན་ནི་རེད། ད་དང་མ་ཅིག་དུ་མུ་ཟི་ནི་ད་སྔོན་འགྲོ་ཤི་སོང་ནོ།

སློབ་ཁྲིད་ཡིན་ནི་རེད་གོང་རིག། མཚམས་མཚམས་མང་ཁོང་རིག་གི་གཅིག་ཁྲིད་བཞག་པ་ནོ་ཏི་གི་གཞུང་ཤང་ཡི་གཙོ་བོ་ཡི་ཁྲི་ཀོ་ནི་ཏི་མུ་ར་ཡོག་གི་མང་ཆོས་བ་ད་མ་ར་ལོ་ཐོག་གི་བཤད་མགྱོགས་ནི་ཏི་མུ་རེ་ཏི་གི་རེ་ད་ནི་ད་ང་ནི་འདང་རྒྱ་བི་ཁྱི་རོང་ན་ད་ཁོང་གི་སློབ་ཁྲིད་དུ་སོ་སྐབས་དེ་ཟེར་གྱི་རི་བོ་ད་གཞན་དང་མི་འདྲ་ནི་བཟོ་ནོ་ཚིག་ཨེ་ཟི། དེ་ལྷབ་དེབ་དེའི་ནང་ན་ཆུ་ཟིག་བྱ་གོ་གི་དེའི་ནང་དོན་གཙོ་བོ་ཆུ་ཟིག་རི་དེའི་ཐར་ཉིད་ཙི་འདྲེ་བྱེད་དུས་འདུག་གི་ཁྱོད་ངོ་ད་ཁྱོད་ཆོས་གཅིག་དེའི་ནང་དོན་གྱི་གོ་བའི་མཇུག་གི་འོག་ཏུ་ད་ཡོང་གི་རེད་དེ། དེ་གཙོ་བོ་མ་རེད་ཡ། ད་གཙོ་བོ་ཆུ་ཟིག་རི་དེ་ཁྱོད་དེ་ལ་བལྟས་ནས་ཅིག་བློ་སྒོ་གསར་བ་ཟིག་བཤད་གི་འཇུག་རྒྱུ་ཅིག་ད་ཅིག། སློབ་གཉེར་ཡིན་ནའང་ཆོག་གོ་བཤད་པ་ཡིན་ནའང་ཆོག་གོ་དེ་གི་ཅིག་ཐབས་ལམ་གསར་བ་ཟིག་དང་རིགས་ལམ་གསར་བ་ཟིག་ཨོ་ད་འདི་གིས་བཤད་ཆོག་ཟིག་ད་འདི་གིས་ཉན་ས་འཇོག་ཟིག་འདིར་གི་གོ་བ་ལེན་ཆོག་ཟིག་མདོ་སྐྱིད་གི་ཅིག་གཏུམ་མོ་གི་བློ་སྒོ་གསར་བ་ཟིག་བཤད་གི་བཅུག་ནོ་དེ་ཡིན་ད་ང་རང་གི་མཚུངས་སོང་ནི་དེ་རེད་ད་སྤྱིར་བཏང་འདི་ཅིག་དགེ་རྒན་ཨ་མང་ཙམ་ཟིག་གི་སློབ་ཁྲིད་ད་ཉན་མྱོང་ནི་རེད་ད་ད་སྔོན་མ་སྔོན་མ་ད་ངེད་ངེད་མི་རིགས་སློབ་གྲྭ་གི་ནང་ན་ཡོད་དུས་ང་ཆུ་འོག་གི་བོད་ཡིག་གི། ད་ཆུ་ཚོད་དམའ་བས་དེ་རེད་དེ་ག་བ་ད་དགེ་རྒན་སངས་རྒྱས་ལགས་ཀྱི་སུམ་རྟགས་གཟི་ཁྲེལ་ནི་རེད་ད་ད་ད་ཅིག་ད་དེ་སྔོན་ན་འོག་གི་སུམ་རྟགས་ཀྱི་གཏི་མུག་གི་སྐོར་གྱི་འབྲི་རུ་གྱི་ཤེས་བྱ་མེད་སོང་ནི་རེད་ད་ཤིན་ཏུ་ས་འོག་ས་འོག་ཟབ་མོ་ཟབ་མོ་གོ་གྱིས་གོ་གྱིས་ཟེར་ད་ངེད་གཉིས་དེ་རིང་ད་ཤི་སོང་བ་བསམ་རྗེས་གྱི་གཏི་མུག་གི་བག་ཆགས་ཤིན་ཏུ་ཟབ་མོ་ཟིག་བཞག་མྱོང་བ་དུ་གཅིག་རེད་ཉིན་པ་མང་བོ་ད་དགེ་རྒན་དོན་གྲུབ་རྒྱལ་གྱི

ང་ཅོ་ཁུར་ཁོང་གི་སློབ་མ་ཆགས་ཚིག་ཡོད་པ་འདི་རེད་ཡ་ད་ནང་ན་ཡོད་དེ་སྐབས་ཟིག་ག་ད་ཁྱེད་ཆུ་ཙི་གེ་ཟི་དོ་གོ་ཟི་ང་ཆུ་བྱ་ཟི་ཐོང་ཅིག་ཐུང་དེ་མིན་ད་མ་རི་ཙི་གེ་ཟི་འཕུག་གོ་རྒྱེ་ཟི་འཇི་ད་ཁུར་གི་དེ་ནི་མ་རི་བྲིས་ཐ་ཡ་བྲིས་ཐང་ད་རང་བཞིན་གི་དབུགས་ཆུ་གི་འབྲི་ཁོག་ཐིག་རྒྱང་གི་བྱ་འགོ་དུམ་ཟི་གི་ངོ་ཐ་ར་ད་སྣུམ་སྙིགས་ཟེ་སྐབས་དེ་ཅིག་བུ་མོ་དེ་གི་བར་ན་ཤོག

ཁྱད་པར་གྱེན་གཟིགས་ཡི་དྭགས་ཡི་གེ་ཡག་ནི་རེད་དེ་རྒྱུན་པར་ཤི་གི་མོ་དེ་གི་ད་ཅིག་ཚ་དེ་ནས་ཡིན་ནི་རེད་མགྱོགས་ཡང་དེ་ཚོ་གི་ཡང་མགྱོགས་ནི་རེད་དེ་ཅིག་ཨོ་ཀོ་ཤི་གི་ཡི་གེ་ཁོ་ན་ཡང་དེ་ཡིན་ནི་ཅིག་གི་དུ་མུ་ར་མ་ར་ར་རང་བཞིན་གི་བྲིས་སོང་ན་ཡི་གེ་གྲ་འགྲིག་གཟིགས་ཡ་ཧྥ་གཟིགས་ཡ་ཧོ་གྱིན་ཧོ་གྱིན་ཧོ་ནི་གང་ཡིན་ན་ཡག་ད་དུ་མུ་ཟི་འབྲི་གི་ད་ཨོ་ཀི་ད་དེ་དུ་མུ་ཟི་བྲིས་ཐ་ཡ་ད་ང་ཆུ་གི་དུ་རིམ་དེ་ནས་ཅིག་ཨེ་རེད་དེ་ནས་ཡང་ད་ང་ཆུ་ཁ་བརྡ་ཡི་རང་དུ་མུ་དེ་ད་ད་ནས་དེ་གི་ཁོང་རིག་གི་བྲིས་བྲིས་དེ་ད་ཕར་ཆིལ་རི་ང་ཆུ་གི་དུ་ནས་འདུག་ཚེ་དེ་དེ་ཤོག་གྲང་གཟིགས་ཡ།

ད་སྤྱིར་བཏང་གི་སྐབས་དེ་ཆང་གཟུགས་ཀྱི་ཚིག་ཟིན་ཐུང་གི་བརྡ་ཡོད་ཐ་གཟི་མི་ནི་དུ་མི་ནི་ཆང་དེའི་སྐབས་སུ་ར་གཟུགས་ནི་དུ་མོའི་སྟོད་གཟུགས་ད་ཅིག་མ་རེད། ད་དུ་མི་ནི་ར་རྒྱན་པར་ཙག་གི་ཚིག་འབྲུ་གི་བརྡ་ཨོག་ད་དུ་སྤྱིར་བཏང་གི་ད་ཅིག་སྙན་ངག་བརྡ་རྩོམ་རིག་གསར་རྙིང་གང་ཡིན་ན།

བཟང་ང་འགྲོ་སྐྱིད་སྟངས་ཀྱི་དུས་ཡིག་བྲིས་ཡོག་ནི་རེད་ད་རྫི་མ་ནས་ཅིག་ཅུང་ཙམ་འགྲིག་གི་འདུག་ཤི་འདི་ལག་ད་ཅིག་ལྟ་མོ་ཅིག་ཉུང་ཉུང་ཟུ་བྲི་ག་སྒེར་གྱི་མང་ཆེའོ་དུ་མོ་ཅམ་པོ་ར་ཡོ་ཡོ་ཀྱིར་ཏི་ཉུང་ཉུང་རེད་མང་ཆེ་བ་ཚིག་གཅིག་བྲིས་ཚིག་གཅིག་བྲིས་འདས་ཐོན་ན་ཚིག་གཅིག་ཅིག་ཅིག་བྲིས་ནས་ག་ན་ཐོན་ན་ད་ལྟ་སྐྱིར་སྟངས་ཀྱི་ད་རིག་སྣུམ་སྙིག་ཅན་གོ་མ་རོ་དག་གི་བྲིས་ཡོག་གི་མོ་ད་ནམ་ཡིན་ན་ཕར་ཆེར་ཡོག་ནི་རེད་ང་ཆུ་ལིབ་ཤ་ར་བྲི་ནུབ་ཤ་ར་དེ་སྔ་མ་ན་དུ་མོ་ཟུ་བྲིས་དང་ཡོག་ནི་རེད་ད་མཚམས་མཚམས་མ་ཚིག་གེ་ཟི་ཨ་ད་འདི་མོ་ཟི་ར་མི་ཤིག་གི་ནི་ད་ནང་དོན་ནི་ཤི་ཟོ་འདི་ཆུག་ད་ཨོ་ཁེ་ཡ་འདི་གི་མ་རེད་ཟེར་རྒྱུ་ད་དེ་ནང་དོན་ཅན་དུ་རེད་མོ།

འབྲོག་ལའང་ཡང་མ་ན་དེའི་སྐོར་གྱི་ཅིག་སློབ་ཁྲིད་ཟེར་གྱི་ཆེ་བ་འདྲ་ལྟ་མོ་ཡིན་ན་ད་ཅང་མ་དྲན་གི་འོ། ཁུལ་གྱི་སློབ་ཁྲིད་འདི་གནང་ན་ཡོད་དུས་ད་མཚམས་མཚམས་མ་བལྟས་ཡོང་ཡང་ང་ཅི་ཁ་བརྡའི་གི་ད་ནུར་མོ། ད་ཁུལ་གྱི་སློབ་ཁྲིད་འདི་ནས་ཐང་ཁ་ཤི་ཡོང་དུས་དེ་ངས་ཅིག་གི་ཞིབ་འཇུག་སློབ་མ་འགྲོ་འདུག་མགོ་ནར་དེ་ཡིན་སྟངས་ན་ད་ངས་དགེ་རྒན་འདི་ལྟའི་ཐང་བཞག་ན་ང་ཆུ་ལྟས་སོང་ན་མིན་ན་ཉམས་ཆུང་དུས་ད་དེ་ཁ་བརྡའི་དུས་གི་ད་ནི་ད་དུ་མུ་ཟི་གི་རྐང་ལམ་ཤར་ནི་མི་ཤེས་དུ་ཧི་ལིའི་ནི་བབ་གི་ཅིག་འོ་ཡེ་ར།

རང་མོས་སྙན་ངག་ལ་དུས་དབྱིབས་བྲིས་ན་བྲི་ས་མགྱོགས་བོ་མང་དུ་ཚ་མོ་ཟེར་རེ་ད་ག་མོ་ཟི་མ་རེ་དུས་དབྱིབས་བྱ་ཐལ། དཔེ་ཆ་པེ་ཅིན་ན་ཡོ་ཏི་གི་ནི་ད་བཞམ་པ་དཔེ་ཆ་ད་ནི་རེད། དཔེ་ཆ་མང་བོ་ད་གི་ད་འདི་སྤྱིར་བཏང་གི་སྤྱི་ཚོགས་སྐུ་ཐང་གི་སྐབས་དེ་གོ་བ་ལེན་ཚུལ་སྐོར་ཟི་གི་དུས་དབྱིབས་བྱ་གི་ད་ཚང་མ་ད་ཡིན་གྱི་མ་རེད་དྲ་ཅིག་ན་གཞོན་སྐོར་ཟི་གི་བྱེད་ན་ད་དོན་གྲུབ་རྒྱ། བདག་པོ་ད་ཅང་དཔེ་ཆ་ར་ལྟ་དགོས་ནི་མ་རེད་ད་ཅིག་ལྷན་གཅིག་གི་ཤེས་རབ་ད་ཡོད་ནི་རེད་ད་ད་ཅིག་དུ་མུ་ཟི་གི་ད་ཚང་མ་ཤི་ད་བ་ནི་དུ་མུ་ཟི་ཡིན་གི་ཡོད་གི་ད་རྒྱུན་པར་ཅིག་གི་ངེས་ངེས་ཅིག་སྐྱིད་པོ་ཡི་སློབ་མོ་ཡི་ད་སྐད་ཆ་བཤད་དུས་ནི་ཅིག་ཆང་རིས་སུ་མཐོང་བའི་དུ་མུས་ད་བཞག་ནི་མི་ནི་ཅང་སློབ་ཉི་རིག་དུས་སྟངས་ཨམ་པ་པ་ཡི་སྡུག་རིག་ད་དུ་མུ་ད་ཡེར་ནི་སུ་ར་ཡེར་ནི་མ་རེད་ད་དགོ་ནི་ཟི་ར་ཡེར་ནི་མ་རེད།

མང་བོ་ཟི་ལྷན་ཅིག་གི་འདས་ཚིག་ཨེ་རེད་རྒྱུ་རྒྱས་ན་འདས་ཚིག་ཨེ་ཟིག་བྲིས་དང་ངོས་ནས་འདི་སྒྲོངས་རྩོམ་ཟེར་ན་དེ་ནི་ཡང་སྐྱར་དང་ཡང་གཞན་པ་ཟི་ཅིག་དུ་མུ་དེ་ར་ཅིག་མང་བོ་ཅིག་ཅིག་སྐོར་ཟིག་མགོ་ལྷན་དུ་བཟུང་མར་ཅིག་འགྲོས་འོག་གི་བ་འདོད་ཀྱི་དུ་མུ་ཟི་གི་ཚིག་ཨེ་འོག་གི་ཡ་བ་ངས་ཤེས་ཀྱི་ཟི་གི་དུ་མུ་དུ་སོ་ངས་རིག་མྱོང་བ་སྤྱིར་བཏང་གི་ད་ལྟ་རིག་གི་དུ་ཆོ་ཚང་མ་ངས་ཆོ་ར་ཨོ་ཡོར་ནི་རེད་འདི་དཔེ་ཆ་ཧྲ་བའི་འདས་ཅིག་ཏི་ཡིས་ཟིག་ནི་ང།

ད་སྐོར་ཚིག་གཟུགས་གཞན་པ་ཟུར་གསལ་རྒྱུ་མེད་དེ་ངས་སྐོར་མ་ཡིན་ཉེས་ཡོང་ཐ་པ་ཡོང་ད་ཁ་ཤས་ཟུར་ཡོང་སོང་ད་སློབ་ཁྲིད་པའི་ཐང་ཉེས་ཡོད་ད་བསམ་རྒྱུ་ཟིག་ཡིན་ད། དེ་མིན་བོད་ཡིག་དེ་འདྲའི་རུ་གུ་དགེ་རྒན་གཅིག་གཉིས་ཟིག་གི་དེ་རོགས་ཡིན་ད་ཡོད་གི་ཡོང་ཡིན་ད་ཞུས་ན་བོད་ཡིག་གི་སྐོར་གི་སློབ་སྐོར་གི་སློབ་མ་ད་ཕར་ཆེར་ཡོང་གི་མོད་དུ་གི་ད་འཚོགས་ར་ཆེ་བོ་དེ་སྤྱིར་བཏང་གི་སློབ་ཁྲིད་གི་དེ་མིན་ནས་ད་འཚོགས་ཁང་ཆེ་དེའི་ནང་ང།

བོད་ད་ང་ཆོས་སློབ་གྲྭ་དེའི་ནང་ན་ཡོད་ནི་རེད་ད་སློབ་མ་སྐོར་ཟིར་དངོས་གཞི་གི་བུ་ཆུ་ཚང་མ་རེད་ད་ང་ཆོས་འབྲེལ་བ་ཡོད་ནི་གཅིག་ད་མུ་གེ་ཡང་གཅིག་ད་མི་ར་ཤ་ཁོ་ན་ཕར་སྐྱེར་སྟངས་ང་ཆོས་གོ་སྲིད་གི་རེད་ཀྱང་གོ་མ་སོང་ད་ད་གོ་རྒྱུ་ཟིར་མ་རེད་ད་དེ་འོག་གི་ལོ་རྒྱུས་གི་སྟེང་གི་ལོ་ཚིགས་ཚང་མ་ཐོག་ཐུག་གི་ཤི་གི་ཟབ་མོ་གཟིགས་བྱ་རྒྱུ་ནི་ད་བྱ་རྣོ་ཡག་ནི་རེད་ཁ་ས་ནི་རེད་ཅིག་སྦྲུལ་སྟག་ནི་རེད་ད་དེ་ཞིབ་འཇུག་འབྲས་བུ་ཡིན་ནོ་ཚ་ཚིག་གཟི་ཟབ་གི་མོ་ད་སྐབས་དེ་ཅིག་དུ་མ་རེད་ཅིག་དུ་མུ་དུ་ད་སྐྱེར་སྟངས་གི་སྲིད་སྲིད་གི་མ་རེད་གོ།